ཨོ་རྣམ་པ་ཚང་མ་ལ་བཀྲ་ཤིས་བདེ་ལེགས་ད་དེ་རིང་ང་ཚོ་ལྷུང་བཟེད་སྲིན་བྱ་སོ་རྒྱས་པར་བྱེད། ཐལ་བ་ཆེན་པོའི་ལམ་གྱི་རྣམ་གཞག་དེ་ལ་མདོ་སྡེ་ཞེས་བཤད། ཅེས་ད་རང་གི་འབྲས་བུ་གཅིག་པའི་ཡེ་གཏད་དུ་མའི་གཞི་འཐད་དུ་བྱས་པའི་མཐུན་བྱའི་ལོངས་སྤྱོད་ཀྱི་བསྙེན་པ་རྟོགས་པ། ཐལ་བ་ཆེན་པོའི་གང་ཟག་གི་བྱེད་བྱ་ལམ་དེ་ལ། མཐུན་བྱེད་ཀྱི་ལམ་ཟེར་གྱི་རེད། ད་དེ་ཡང་ངན་སྐྱུགས་ཀྱི་བསམ་པ་ཤེས་པ་ཙམ་དུ་མ་ཟད། བྱང་ཆུབ་ཀྱི་སེམས་རིན་པོ་ཆེ་སེམས་ཅན་ཐམས་ཅད་ཀྱི་ཆེད་དུ་སངས་རྒྱས་ཀྱི་གོང་བུ་དང་ལྡན་ཆེད་བསམ་བློ། ཡང་ན་བྱང་ཆུབ་ཀྱི་སེམས་ཅི་མ་མ་ཡིན་པ་རྣམས་བཤད་པ་ནི་ཐལ་བ་ཆེན་པོའི་ལམ་དུ་ཞུགས་པ་རེད། ད་དཔེར་ན། ཐལ་བ་ཆེན་པོའི་ལམ་དུ་ཞུགས་པའི་ཚེ་ད་གིན་ཤེས་བསམ་པ་ནང་བཞིན་གྱི་རེད་སེམས་ཅན་སྟོང་ཆའི་སྡུག་བསྔལ་དུ་གྲགས་ཤིང་བདེ་བ་བླ་ན་མེད་པའི་སངས་རྒྱས་ཀྱི་གོང་བུ་ལ་འགས་པར་བཞག་གོ་སྙམ་པའི་བསོག་བློ

ད་ཚོགས་ལོངས་ཞོག་ལོག་གཉིས་ནས་བཀའ་ཟ་གཞུང་ཆེན་གསན་པའི་ལམ་དང་པོ་ཞུས་པ་ནས་ཚོགས་ལོངས་ལ་ཞུས་པ་རེད། དེ་ནས། ཕྱིས་ཀྱི་བདག་མེད་པ་ལ་དམིགས་པའི་ཞོ་ལོག་ཟུང་འབྲེལ་གྱི་ཏིང་ངེ་འཛིན་ནང་ཐོག་པ་ན་ཞོ་ལོག་ཐོག་ཡོད་རེད། ཞོ་ལོག་དེ་ལ་ཡོད་བྲལ་རྩེ་མོ་ཟེར་བ་ཕྱིན་ཆོག་གེ་སར་ཉན་ཐིག་དེ་རང་རྒྱ་ལ་ཡོད་པ་ནང་བཞིན་གྱི་སྤྱི་པ་རེད།

ད་གཞུང་ཚིག་གི་འགོ་ལམ་དེ་ལ་དབྱེ་ན། གང་ཟག་གི་བདག་མེད་དང་ཕྱིན་ཅི་བདག་མེད་ཕྲ་རགས་གོང་རུལ་ལ་མཉམ་པར་བཞག་པ། ད་ཉན་ཐོས་ལ་དབྱེ་ན་གང་ཟག་གི་བདག་མེད་རང་རྒྱ་ལ་དབྱེ་ན་གང་ཟག་ཕྱིན་ཅི་བདག་མེད་རགས་པ། དེ་གཞུང་ཚིག་ལ་དབྱེ་ན། ཕྱིན་ཅི་བདག་མེད་ཕྲ་རགས་གཉིས་ཀ། མཉམ་པར་བཞག་པའི་མཉམ་བཞག་ཡེ་ཤེས་རྗེས་དག་ཡེ་ཤེས་དེ་ཉིད་གོ་རིམ་མ་ཡིན་པའི་འགོ་ལམ་དུ་གསུངས་ལས་ཀྱི་རེ་བ། ད་མཉམ་བཞག་ཡེ་ཤེས་དང་རྗེས་དག་ཡེ་ཤེས་ཚིག་ངེས་དེ་གང་ཟག་དེ་ཡིན་གྱི་ལ་ངོ་ངོ་ཤུགས་ཆོད་ཅིག་ཡལ་དགོས་པ་བཅས།